བོད་མིའི་མགོན་སྐྱབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་འདས་པའི་ལོ་ངོ་བཅུ་ལྷག་རིང་བོད་པའི་སློབ་གྲྭ་དང་མཐོ་སློབ་ཁག་ཏུ་སློབ་གཉེར་གནང་བཞིན་ཡོད་པའི་གཞོན་སྐྱེས་གཙོ་བོར་གྱུར་བའི་བོད་མི་དད་ལྡན་པ་རྣམས་ལ་ལོ་ལྟར་ནང་ཆོས་ངོ་སྤྲོད་ཀྱི་མཛད་འཆར་ཞིག་བསྐྱངས་གནང་མཛད་བཞིན་ཡོད་པ་ལྟར། འདི་ལོའི་ནང་ཆོས་ངོ་སྤྲོད་དང་འབྲེལ་བའི་ཆོས་འབྲེལ་དུ། ཟླ་བ་འདིའི་ཚེས་གཅིག་དང་གཉིས་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དྲ་ལམ་བརྒྱུད་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་རྟོགས་བརྗོད་བདུན་ལེན་མའི་བཀའ་ཆོས་དང་སློབ་མ་རྣམས་ལ་དོགས་འདྲི་ཞུ་རྒྱུའི་གོ་སྐབས་གནང་སོང། ད་ལྟའི་དུས་སྐབས་སུ་རྒྱ་གར་ནང་བོད་པའི་སློབ་གྲྭ་གང་སར་སློབ་ཕྲུག་གི་ཁྲོད་དུ་ཡང་ཏོག་དབྱིབས་ནད་དུག་ཕོག་པའི་སློབ་མ་དང་གཞན་སོ་སོའི་ཕ་མ་སྤུན་མཆེད་སོགས་ལ་ཏོག་དབྱིབས་ནད་དུག་ཕོག་པའི་གནས་ཚུལ་མི་ཉུང་བ་ཐོན་བཞིན་ཡོད་པའི་དུས་དེར། དེ་རིང་བོད་ཁྱིམ་གྱི་སློབ་མ་ཞིག་ནས་ད་ལྟའི་དུས་སྐབས་སུ་རྒྱ་གར་གཙོ་བོར་གྱུར་བའི་འཛམ་གླིང་ནང་ཏོག་དབྱིབས་ནད་ཡམས་ཀྱི་རྫ་དྲག་གནས་སྟངས་འདིའི་སྐབས། ནང་པ་ཚོས་སེམས་ལ་དཀའ་ངལ་མ་འཕྲད་པའི་ཆེད་དུ་བསམ་བློ་གང་འདྲ་གཏང་དགོས་པའི་ལམ་སྟོན་བཀའ་སློབ་ཞུ་སྐབས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། ལས་ཉོན་གྱི་གཞན་དབང་ལ་ཕྱིན་ནས་ཡོད་དེ་བའི་རིང་ལ་གང་དག་ཡིན་ནི། ཅིང་ནང་ནས་ནང་གི་དག་སེམས་ཀྱི་ནས་ས་བོར་བའི་དག་སེམས་ཀྱི་གང་དག་ཉོན་མོངས་དུག་གསུམ་ཅིག་ཡོད་པ་ཡིན་དུ་རྩ་ནས་ཨེ་ནི་ཕྱིའི་ནས་དེ་ཚེ་བྲལ་དེའི་གོ་ཅིག་གི་དག་ཡོངས་དེ་ཨ་ཅིག་གི་ས་དེ་འདྲ་ཡིན་དུ་རྩ་ནས་ང་རང་ཚོ་ནང་པ་ཅིག་གི་ངོས་ནས་དག་དུག་གསུམ་གྱི་ཉོན་མོངས་འདི་བསལ་ནས། ཐར་པ་ཐོབ་ཐུབ་ཡག་ཅིག་བསམ་བློ་བཏང་བ་ཡིན་ན། སྤྱིར་བཏང་ནད་ཡམས་འདི་ཚོ་བྲལ་ཏེ་ཁོ་ད་རྩ་བ་ནས་བག་འགག་འགྲོ་ཡག་ཅིག་ཡོང་ཡག་རེད། དེ་རིང་གི་ཆོས་འབྲེལ་དངོས་བྱམས་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་རྟོགས་ཆོས་བདུན་ལེན་མའི་སྔོན་འགྲོ་དང་དངོས་གཞིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སློབ་མ་རྣམས་ལ་སྤྱིར་ནང་པ་སངས་རྒྱས་པའི་ཆོས་བོད་ལ་དར་པའི་ལོ་རྒྱུས་རྣམས་དང་རྗེ་ཙོང་ཁ་པ་ཆེན་པོའི་སྐུ་ཚེ་ཧྲིལ་པོའི་ནང་རིས་སུ་མ་མཆིས་པའི་བཤེས་གཉེན་དུ་མའི་དྲུང་ནས་སངས་རྒྱས་པའི་ཆོས་ཉམས་བཞེས་ཆེད་ཐོས་བསམ་སྒོམ་གསུམ་གྱི་མཛད་པ་ཇི་ལྟར་བསྐྱངས་ཚུལ་རྣམས་ཞིབ་ཕྲ་སློབ་མ་ཚོར་ངོ་སྤྲོད་གནང་རྗེས་བོད་བརྒྱུད་ནང་བསྟན་གྱི་ས་དགེ་རྐང་གཉིས་ཀྱི་སྐྱེས་ཆེན་དམ་པ་རྣམ་པའི་གསུང་གི་བདུད་རྩི་དག་ད་ལྟའི་དུས་སྐབས་སུ་བོད་ཡིག་ནང་རྒྱས་ཤིང་རྒྱས་པ་མཇལ་རྒྱུ་ཡོད་སྟབས་དེ་དག་གི་ཕན་ཡོན་རྣམས་ཆོས་དང་མ་འབྲེལ་བའི་ཐོག་ནས་འགྲོ་བ་མི་སྤྱིར་སྙོབ་ཐུབ་པ་ཞིག་དགོས་པའི་ལམ་སྟོན་ཡང་སྩལ་གནང་མཛད་སོང། བོད་ལ་ཆ་བཞག་ནས་རེད་དེ་རྒྱ་གར་ལ་ཆ་བཞག་ནས་རེད་ཅེས་ང་ཚོ་ཅེས་མིའི་བསྟན་པ་སྤྱི་དང་ལྷག་པར་དགེ་ལུགས་ཀྱི་བསྟན་པ་འཛིན་མཁན། མི་དམངས་ལ་བག་འདུག་ཚེ་དུས། ཆོས་སྤེལ་གྱི་ཡོད་པ་དང་དགེ་ལུགས་ཀྱི་བསྟན་པ་སྤེལ་གྱི་ཡོད་པ་དེ་འདྲ་གི་འདུ་ཤེས་མེད་པར་ཆེས་གང་ལྟར་ཤེས་ཡོན་སྤེལ་གྱི་ཡོད་འདུག་པ་ཞིག་ཡིན། མིའི་རྣམ་དཔྱོད་གོང་ནས་གོང་དུ་འཕེལ་གྱི་ཡོད་འཕེལ་ཡག་གི་དོན་དག་དེ་འདྲའི་ཅིག་གི་ཐག་ནས། ཚང་མས་ཨ་ད་བུ་ཏུ་ཁུ་ཐག་ཆད་པར་ལབ་ཨེ་ད་དུང་ཡིན་ནའི་ཚང་མས་ཁུ་ཐག་གདང་རོགས་གནང་ཟེར་ནས་ཞུ་ཡ་ཡིན། ཉེ་འགྲངས་གཉིས་ཀྱི་ཆོས་འབྲེལ་དེ་བཞིན་བཞུགས་སྒར་དུ་རྟེན་གཞི་བྱས་པའི་ནང་ཆོས་གོ་སྒྲིག་ཚོགས་ཆུང་ནས་གསོལ་འདེབས་ཞུས་པ་ཞིག་དང་ཆེད་དུ་བྱ་བའི་གདུལ་བྱ་བོད་པའི་གཞོན་སྐྱེས་རྣམས་ཡིན་སྟབས་སང་ཉིན་ཡང་བོད་པའི་གཞོན་སྐྱེས་ཚོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རང་ཉིད་ཀྱི་དོགས་པ་རྣམས་བཀའ་འདྲི་ཞུ་རྒྱུའི་གོ་སྐབས་ཕུལ་གྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན།